ཕྱི་ནང་གི་རྐྱེན་སྣ་ཚོགས་མང་པོ་ཅིག་འཕྲད་ཡོང་གི་རེད། རྐྱེན་བཟང་ངན་འཕྲད་ཡོང་གི་རེད། རྐྱེན་སྡུག་ག་འཕྲད་ཡོང་གི་རེད། ཡིན་པ་ཡིན་ནས་སུ་སུ་སུས་ཀྱིས་ད་དེ་སྔ་ངས་མང་ཚོགས་ལ་ཡང་ཡང་གསལ་ཞུས་ཟིན་པ་རེད། ངའི་མི་ཚེ་འདིའི་རིང་ག་དེ་བོད་སྤྱི་པའི་དེ་དག་རང་ལ་ཡང་ཞིབ་ཞུ་ཡ་རང་ཡིན་ཞེས་བཤད། འདིའི་ཆོད་སེམས་འདི།

གཏན་ནས་མི་འདྲ་བ་ཅིག་ཡོང་བསྡད་ཀྱི་ཡོད་རེད། མི་སྒེར་གཅིག་གི་ལས་དོན་བྱེད་ཕྱོགས་དང། སྤྱི་བའི་གི་གོ་གནས་གཅིག་གི་ཐོག་ནས་ལས་འགན་བྱེད་པའི་གི་ནུས་པ་གཉིས་དེ་འདྲ་ཡོད་མེད་པའི་སོང་ཙང། ད་ཐེངས་སྲིད་སྐྱོང་གི་འོས་མི་ལི་ཡ་ལང་ཆེ་རྣམ་པ་ཚོའི་འགན་འཁུར་བ་ཡིན་ན།

ང་ཚོའི་སྤྱི་ཚོགས་ལ་ཕན་པ་ཡོང་ས་རེད་ཕྱིན་ནས་རེ་བ་བཅངས་དེ་ངས་མང་པོ་ཞུས་པ་རེད། དེ་ཡིན་པས་སོང་ཙང། ཨན་ད་རིང་སྲིད་སྐྱོང་ལ་ལངས་ཡ་དེ་ཁོ་རང་ཚོའི་རེ་བ་དེ་བསྐངས་ཐུབ་ཡ་གི། ང་རང་ངོས་ནས་རེ་བ་དེ་འདྲ་ཞིག་ཞུ་འདོད་ཀྱི་ཡོད། ཡིན་ནས་འགན་དེ་བསྐུར་དང་མ་བསྐུར་ཟེར་ཡ་དེ།

སྤྱི་ཚོགས་ཡིན་ངེས་རེད། དེ་ཚོའི་གི་རིགས་ལམ་དང། ཨེ་ནི་འཆར་སྣང། ལ་དུས་ཡུན་རིང་པོ་གཅིག་གི་ཐོག་ནས་བསམ་བློ་བཏང་ཆེད། བང་སྒྲིག་བྱས་པ་དེ་དེ་གི་ཏན་ཏན་བོད་སྤྱི་པའི་རྩ་དོན་སྒྲུབ་ཐབས་ལ་ཡང་ཕན་པ་ཅི་དང་ཨེ་ནི་བོད་མིའི་སྤྱི་ཚོགས་བདེ་དོན་ལ་ཡང་ཕན་པ་ཅི་བཟོ་ཐུབ་ཀི་རེད་བསམ་ཡོད་ཀི། གདེང་ཚོད་ཆེན་པོ་ཡོད་ལ་སྤོབས་པ་ཆེན་པོ་ཡོད་ཆོད་སེམས་བརྟན་པོ་ཡོད་བྱས་རྗེས་ད་རྒྱུ་མཚན། ངའི་སྲིད་སྐྱོང་ནི་ཡང་ཉིས་སྟོང་ཉིས་བརྒྱད་ཀྱི་སྲིད་སྐྱོང་འོས་མི་ལངས་དགོས་ཡས་ཀྱི་ད་དགོས་པ་རྒྱུ་མཚན་སུ་རུ་དེ། དོན་ཚན་དྲུག། འདུ་བྱེད་ཡིན།